དེ་ཅིག་ཆར་བ་ཡིན་པ་ལས་གཞན་འབྱུང་བ་ལྟར་རོ། བོད་དུ་མཛད་སྤྱོད་ནི་ལྷ་བླ་མ་ཁུ་ཡོན་གྱིས་རྒྱ་བཙོན་ཟིན་དང། རྒྱ་ཟེར་ཡང་རྒྱ་དེ་རྒྱ་བོད་ཀྱི་རྒྱ་དེ་མིན་པར་བྱས། བོད་ཀྱི་རུས་ཆེན་གསུངས་ཡོད་དུས་ས་ནས་རུས་ཆེན། བརྒྱ། སྟོང། ཁྲི། ཟེར་རོ། ཨོ་དེ་འདྲས་ཀྱིས་ད་རུས་སྦྱིན་གྱི་གྲས་ཀྱི་རུས་སྦྱིན་པ་རེད། རྒྱ་བཙོན་སྲིན་ཟེར་ཏེ་རྒྱ་བཙོན་སྲིན་དང། ནག་ཚོ་ཚུལ་ཁྲིམས་རྒྱལ་བ་གཉིས་རིམ་པ་བཞིན་རྒྱ་གར་དུ་བརྫངས་ཏེ། རིན་པོ་ཆེ་རྣམས་རྒྱ་གར་དུ་བཙལ་ཏེ་འབད་པ་ཆེན་པོས་ཡང་དང་ཡང་དུ་སྤྱན་འདྲེན་བཏང་བས། བྱང་ཆུབ་འོད་ཀྱི་སྐུ་རིང་ལ། བྱང་ཆུབ་འོད་ཀྱི་རིང་ལ་སྤྱན་དྲོངས་ཏེ་མངའ་རིས་སྟོད་དུ་ཕྱག་ཕེབས་པ་ན། སྔར། ཆོས་རྒྱལ་མེས་དབོན་རྣམ་གསུམ་གཉེར་བསྟི་བཙན་པོ་ནས་མ་གསུངས་ཏེ་གཉེར་བསྟི་བཙན་པོ་མ་བྱུང་གོང་ལ་ཡང་བོད་ལ་ཡེ་ནས་བོན་གྱི་ད་ཆོས་རྒྱུད་ཡིན་པ་ཡིན་དུས་རྩ་ནས་བོན་གྱི་ཆོས་རྒྱུད་ནས་བཤད་པ་ཡིན་ན་ཆོས་རྒྱལ་གཉེར་བསྟི་བཙན་པོ་མ་བྱུང་གོང་ལ་གདུང་རབས་ཉི་ཤུ་རྩ་བཞི་བཤད་ཡ་བྱུང་གི། ཆོས་རྒྱལ་གཉའ་ཁྲི་རྩེ་པོ་བྱུང་ནི་ལོ་སུམ་སྟོང་ཕྱིན་པར་གཟིགས་འདུག་གང་འདྲ་ཡིན་ན། ད་ངོས་ནས་བཤད་ན་གསལ་བ་གི་ཆ་ལ་ཞིབ་འཇུག་བྱས་ནས་བཤད་པ་དེ་འདྲ་རེད། ཅེས་གང་ལྟར་ཡིན་ནི་ཆབ་མདོ་རྒྱལ་རྒྱུད། ཀོང་པོ་རྒྱལ་རྒྱུད་རེད་པས་དེ་འདྲའི་གི་ས་འོག་ནས་བཅའ་ལག་བསྔོག་འདོན་བྱས་བྱས། རྒྱ་མིའི་ཚན་རིག་པ་དེ་འདྲའི་གི་ས་འོག་ནས་བཅའ་ལག་བསྔོག་འདོན་བྱས་ནི་དེ་འདྲའི་གི་བཅའ་ལག་ཐོན་བྱས་པ་དེ་ཚོའི་ཉམས་ཞིབ་བྱས་ཡོད་དུས་ལོ།

མིའི་རུས་པ་འདི་ལོ་གསུམ་སྟོང་ཕྱིན་བཞག་ཟིག་འདུག། ལོ་སྟོང་ཕྲག་གསུམ། བྱས་ཙང་ཀ། དེ་དུས་ད་ལྷས་ས་རྒྱལ་རྒྱུད་ཀྱི་བྱང་ཐབས་ཡོད་ཚད་ད་འདིའི་རྒྱལ་རྒྱུད་ལ་ཡང་ག་ད་མིའི་མི་འདི་ཡོད་པ་དང་མིའི་མི་གྲོང་ཡོད་པ། མི་གྲོང་ཡོད་པ་གསུང་དུ་མ་ཟད་པའི་རྒྱན་ཆ་དངུལ་ནི་ལ་སོགས་པ་འདི་འདྲས་ཀྱི་རྒྱན་ཆ་རུ་ཅི་ཡོད་ད་ཐར་སོ་བྱུང་ཚར་ཅིག་ཆགས་བསྡད་ཡོད་རེད།

སྟོད་ཁུད་བར་གྱི་ལ་ཡ་གྲགས་གཅིག་ལ་ལ་ཡ་སེམས་ཅན་གྱི་རི་མོ་བྲིས་ཤེས་པ་གཅིག་ཡོད། དེའི་རི་མོ་དེ Australia དང་དེ་བ་ཡང་སྡོད་སྒང་ལ་རི་མོ་བྲིས་ཤེས་པ་དང་འདྲ་པོ་ཆགས་འདུག་ས་དེའི་ལོ་ཚིགས་རུ་བརྩིས་པ་ཡིན་ན་ལོ་ཆིག་ཁྲི་ཉིས་སྟོང་ཟིན་པ་རེད་ཟེར་སྲིད་འདུག་བ།

ད་འདི་ཡིན་ན། ཡང་ང་རང་ཚོའི་ནང་པའི་གཞུང་ཁ་ཤས་ནང་ལོགས་ལ་ཡང་ཨེ་ནི། བཅོམ་ལྡན་འདས་ཨེ་ནི་མྱ་ངན་ལས་འདས་ནས་ལོ་བརྒྱ་ཕྲག་ཁ་ཤས་ཕྱིན་པའི་མཚམས་ལ་ཡང་ཁ་བ་ཅན་གྱི་ཚོར་ཁྲིད་ནས། འདི་གསུངས་འདུག་བ། ས་ད་འདི་བསམ་བློ་བཏང་དགོས་རོགས། དེ་དུས་ད། བོད་ལ་ཡང་བོད་ཡོངས་རྫོགས་ལ་ཁ་བ་ཅན་ཟེར་བོད་ཡོངས་རྫོགས་ལ་བརྩིས་ནས། བོད་ཡོངས་རྫོགས་ཚུར་ལ་འཚོ་བྱས་བྱས་མིའི་འགྲོ་བ་ཡོད་མ་རེད། ཨེ་ནི་འཚོ་དེ་མ་བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ

བསམ་བློ་ཞིག་བཏང་བ་ཡིན་ན། ཕལ་ཆེར་ཁག་གཅིག་ཏུ་ཚོ་ཁྲིད་ནས་ཟེར་ཡག་གི། དེ། མིང་འཇུག་ས་དེ་བོད་ཁ་བ་ཅན་གྱི་བྱེ་བྲག་ལྷ་ས་ལྷ་སའི་གླིང་གིས་བྱས། རེད་བ། ད་དེ་ལ་ཡང་སྤྱི་མིང་ཁ་བ་ཅན་ཞེས་གསུངས་ཤེ་ན་འགྲིག་རུ་བ་ད།

དེ་ཡིན་པས་ཡང་སྒྲུབ་བྱེད་ཅེས་གང་བཤད་རྒྱུ་ཡང་རེད། སྤྱིར་བཅུ་དང་དགུ་བརྒྱ་ལྔ་བཅུ། ང་གསུམ། ང་བཞི། དེ་བ་ཅི་ལ་ཡ། ཡིན་པ་ཡོད་ཉི་མ་གཅིག་ང་བོས་ང་དེ་གསུང་གི། ཨ་ནི་ལྷས་ས། དེ་རྒྱུད་ལ་ཡ། ཨེ་ནི། མི་ནག་དང་རྒྱ་ནག་ནས། ཅིག་གསར་ཞིབ་ཞིབ་འཇུག་བྱེད་མཁན། དེ་འདྲ་ཡང་ཚོགས་པ། སླེབས་པ་རེད། དེའི། མདོ་སྡེའི་བུ་དེ་ཡིན་ན་ཉག་རིའི་བུ་དེ་ཡིན་ན།

འདི་རི་འདབས་བར་དུ་མཚོ་ཡི་འདབས་པ་དེ་གསལ་བར་བྱ་རེད། མཚོ་ཡི་འདབས་པ་དང་མཚོ་དེ་དག་ལ་ཡང་ཤིང་སྡོང་མང་པོ་ཡོད་འདབས་པ་དེ་གསལ་བར་བྱ་རེད། ལོ་སར་ཡ་མ་གུ་གོང་ལ། ད་རིམ་པས་རིམ་པས་ཀྱི། དེའི་གནས་སྐབས་ལ་ཡང་ཤིང་གི་ལོ་མ་ཆུ་ནང་ལ་མ་ཟག། དེ་གློ་བུར་ལ་ཅིག་འདག་པ་གི་འོག་ལ་མ་མནན་པས་སོ་ལ་ཆད་རླུང་མ་ཕྱིན་པ་ཞིག་བསྡད་བསྡད་དུས་ག་ལེར་ག་ལེར་ཡང་ནི། རྡོའི་ལོགས་ལ་ཡང་དེ་ག་སོང་རེད། རྡོའི་ལོ་རེ་ཚ་བ་རེད་ད་ག་འདྲ། འདག་པ་དེ་རྡོ་ཆག

དེ་འདྲའི་གི་ཐོག་ནས་ཡང་མ་ཆད་བསྡད་པ་ཅིག་ཡོད་ཆོག་པ་ཅིག་རྩེད་ཐང་མགོན་པོ་རེད་ཟེར་བརྩོན་ལེན་མ་བྱེད་དེ་དུས་ཡང་བྱིས་པ་ཆུང་ཆུང་དེ་ཚོ་རྩེད་མོ་རྩེ་སའི་རྩེད་ཐང་རེད་ཟེར་ནས་གཤེགས་འདུག་ག་རྩེད་ཐང་ཟེར་མིང་ཆགས་ཡོད་གོ་ར་ས་དེ་འདྲའི་གི་ཐོག་ནས་མ་ཆད་བསྡད་པ་ཅིག་ཡོད་ཆེ་ཡང་ལོ་སྟོང་ཕྲག་ཁྲི་ཕྲག་གོང་ནས་ཡོད་བསྡད་པ་ཅིག་གོ་ཡོད་བསྡད་པ་ཡོང་ཆོག་གོ་ར་བ། ད་རིན་པས་རིན་པས་གི་ཆོས་རྒྱལ་བང་སོ་རྫི་གྲས་ནས་ཅིག་བཅའ་ལག་དངོས་པོ་དེ་འདྲ་རྙེད་པ་ཡིན་ན་ད་ལོ་ཁ་ཟས་ཕྱིན་མ་ཕྱིན། དེའི་ཚེ་དེའི་དུས་ལ་མིའི་འཚོ་བ་ག་འདྲ་ཞིག་སྐྱེལ་གྱི་ཡོད་མེད་དེ་ཚོའི་ཐད་ཞིབ་འཇུག་བྱས་ན་ག་ལེ་ག་ལེ་ཤེས་འདོད་ཡག་ཕལ་ཆེར་ཡོང་རག་ག་བ་རེད། འདིར་གལ་ཆེན་པོ་རེད་ཤག་ད་རྒྱ་མི་ཚན་རིག་པ་རང་གཅིག་ཐུབ་པ་ཡིན་ན་ཁོ་དྲང་པོ་བཤད་གི་རེད། ངས་མ་དུས་ཆུ་དུས་འགོའི་ལོ་ལ་ཡ་རྒྱ་ནག་ནས་ཡོང་བསྡད་པ་ཅིག་ཚན་རིག་པ་ཅིག་ང་ཐུགས་སུ་ས་འོག་གི

ཁོང་གིས། སྤར་པ་སྐུ་རྒྱབ་བཞག་སྤར་དེ་ང་བསྟན་བྱུང། སྤར་དེ་ང་བསྟན་བྱས། ཁོ་རང་གི་ཆབ་མདོ་དག་དེ་བ་ནས་ས་འོག་ནས་ཐོན་བྱས་པའི་བཅའ་ལག་ཡིན། ས་འོག་ནས་རྙེད་པའི་བཅའ་ལག། ཁོ་རས་འདུག་ཞིབ་འཇུག་བྱས་ཡིན་དུས་ཙང་ནས་འདི་ཡིག་འདི་ལོ་སྟོང་ཕྲག་བཞི་ལྔ་ཕྱིན་བཞག། དེ་འབྲེལ་གྱི་ས་འོག་ནས་ཐོན་པའི་གནའ་རྫས་འདི་གིས་འདི་གིས་ཡོང་སྟངས་དེ་བལྟས་པ་ཡིན་ན་བོད་རང་ནས་ཨ་ནི་བོད་མི་རིགས་ཀྱི་འཕེལ་རྒྱས་དེ་བོད་རང་ནས་བྱུང་ཤག་མ་གཏོགས་རྒྱ་ནག་ནས་ཡར་སླེབས་མི་འདུག་ཟེར། ཨ་ནི་ཁོ་རའི་བསམ་ཚུལ་དེ་ཡང་རྒྱ་ནག་གཞུང་གི་བསམ་ཚུལ་དེ་དག་འདྲ་གི་མ་རེད་ཟེར་ཁོས་འདྲི་ཟིག་འདུག་ཁོ་རའི་བསམ་ཚུལ་དེ་ཚན་རིག་པ་རང་བྱས་བྱས་དངོས་ཡོད་གནས་ཚུལ་ག་རེ་མཐོང་བ་འདི་བློ་གཟུར་ནས་པའི་ཐོག་ནས་ཞུ་གི་ཡོད། བཀོད་དེ་ཟིག་འདུག། ཡང་ན་གཞུང་གི་གཞུང་ཕྱོགས་ནས་བཤད་ཡག་དེ་མང་ཆེ་མེས་རྒྱལ་རང་ནས་ཡག་འདུག་ད་ད་རེ་སོར་བཞི་བཤད་བསྡད་ཀྱི་ཡོད་རེད་བ། ས་དེ་རེ་ཡིན་དུས་ཁོ་དེ་རེ་ས་དེ་དུས། ཨོ་དེ་འདྲ་འགྲུབ་རེད་ད་བློ་ཟུར་གནས་པའི་ཐོག་ནས་ཞིབ་འཇུག་བྱས་ཡག་དེ་གལ་ཆེན་པོ་རེད་བོད་པའི་བོད་ཞེན་བྱས་བྱས་ང་ཚོ་གཅིག་རེད་བྱས་ནི་རྨོངས་དད་སྐད་ཆ་དེ་མ་བཤད་བྱས་ཞེན་ཁོག་སྐད་ཆ་དེ་མ་བཤད་བྱས། རྒྱ་མིས་སྒྲོ་བཏགས་བྱས་པ་དེ་བ་བཞག་ང་རང་ཚོ་དངོས་ཡོད་གནས་ཚུལ་ཞིབ་འཇུག་ཡག་པོ་བྱས་ཡག་དེ་དཔེ་གལ་ཆེན་པོ་རེད་བཞག།

དེང་སང་ལ་རྒྱ་ནག་དང་ཤིན་ཅང་དང་ཐག་ཉེ་སར་རེ་བའི་ཏུང་ཧོང་ཟེར་དེ་དུས་དུས་དུ་བ་ཆོས་རྒྱལ་ཚོའི་སྐབས་ནས་བོད་ཀྱི་དེ་བ་དེ་ཡོད་སར་བ་དམག་དཔོན་འདྲ་འདྲ་བ་ཡོད་སར་བ། པ་རྒྱ་ནག་ནང་ལ་མ་ཆགས་བཞག་ན། དུས་དུས་ལྔ་བཅུ་ང་བཞིར་ང་རྒྱ་ནག་ནང་མ་ཕྱིན་པ་རེད་ལྔ་བཅུ་ང་ལྔའི་ལོ་ལ་ཡ་རྒྱ་ནག་ནང་ཡང་ལོག་ཡོང་དུས་ང་དེ་བཤིག་ངན་ཟེར་ཟེར་ཏེ་ཉི་མ་ཁ་ཉི་མ་ཁ་ཤས་ཤིག་བསྡད་པ་རེད། དེ་དུས་བཤིག་ངན་གྲོང་ཁྱེར་གྱི་སྤྱི་ཁྱབ་གཞན་པ་ཅིག་ཡོད་མི་རྒྱག་པ་ཅིག་ཁོང་དོགས་འདུག་ངས་གསལ་པོ་ཆ་འཕྲིན་གྱི།

ཨ་དེ་ལ་དེ་སྐྱབས་ཡིན་འདུག་ཟེར་ནས་ཁོང་དེ་ཉིན་མོ་དེ་དབུགས་མ་འདག་པ་བྱས་བྱས་ནམ་རྒྱུན་དེ་མི་མགོ་མ་བར་འཇོག་རེད་དོང་བརྒྱ་སྤྲད་རེད་བྱས་གི་ཨེ་རེད་མགོ་མ་བར་བྱས་གི་ད་དེ་ཟོབ་ད་ཤ་རང་དེ་ག་སོ་རེད་པས་ཅིག་ཟེར་ན་ད་ཐོང་ན་མི་མཐུན་པ་མེད་པ་རང་མ་རེད་ཟོབ་ད་རེད།

ལྕམ་ལྕམ་ལ་ཕྱིན་ཆད་ཨེ་ནི་གཤིས་ངན་གྲོང་ཁྱེར་གྱི་མཐའ་ལ་ཡར་འདེད་འདུག་བ། སྔ་མོ་གཤིས་ངན་རྒྱལ་ཚ་རྙིང་པ་བྱས་བྱས་ལྷས་སའི་ཇོ་བོ་གཤིས་ངན་ལས་བདེན་འདྲེ་ཞུགས་ཟིན་འདུག་བ། མི་ཁའི་ལྷ་ཁང་བཅས་འདུག་སྔ་མོ་ཇོ་བོ་ལྷས་སའི་ཇོ་བོ་བདེན་འདྲེ་ཞུགས་ས་འདི་ནས་ཞུས་པ་རེད་ཟེར་གྱི་འདུག་བྱས་བྱས་བ་ད་གཤིས་ངན་གྲོང་ཁྱེར་འདིའི་ཕྱི་ལོགས་ལ་བ་ང་ཚོ་མཐའ་ལ་ལྕགས་རི་ཞིག་འདུག་ལྕགས་རི་དུ་བ་མ་ཕྱིན་ཆད་ཨེ་ནི་ལྷོད་ལྷོད་ལ་ཞིག་བསྡད་དེ་ཡོད། འོ་དེ་གཤིས་ངའི་གྲོང་ཁྱེར་སྤྱི་ཁྱབ་གཞོན་པ་ཡིན་ན་སིན་ཀྲང་གཞོན་པ་ཡིན་ན་གཅིག་རེད་བྱས་ནས་འོ་ཁོང་གིས་དེ་དུས་ང་ད་ད་གཟིགས་ང་ཚོ་ད་གཟིགས་ལྷོད་ལྷོད་ཞིག་བསྡད་འདུག་ཨ་རེ་ཨ་ནི་སྐད་ཆ་ཇོ་ལུང་ལ་བཤད་དེ་དུས་སྔར་རྒྱ་ནག་གོང་མའི་དེ་ཡང་རྒྱ་ནག་རྒྱལ་ས་བྱས་བྱས་རྒྱ་ནག་གོང་མ་འདས་ཤུལ་བའི་ཁ་ཐུག་ལ་ཡ་བོད་པའི་དམག་མི་ས་ཆ་དེ་པོ་དུ་སླེབས་པ་རེད།

སྐབས་རེ་དར་སྐབས་རེ་གུད་འདྲ་མ་འདྲ་རེད། བྱས་ཙང་ཀ་ད་འདུག་བྱས་ནི་ད་དེ་ནས་མ་བྱས་ནི་ལྔ་དང་ཁྲི་རལ་པ་ཅན། ཨ་ནི་ཁོང་གི་སྐབས་ལ་ཡ་ད་ཆུ་ཉིད་རུ་བྱུང་བྱས་ནི་གླང་དར་མ། དེ་འདྲས་ཀྱི་ཐོག་ནས་ད་ཆོས་རྒྱལ་གྱི་གདུང་རྒྱུད་འདི་ད་དུམ་བུར་རུ་ཕྱིན་བྱས་ནི་དངོས་རིགས་ཀྱི་ཆོས་རྒྱལ་དེ་ཆགས་པ་ཡིན་པ་རེད། དེ་ནི་མངའ་རིས་ཀྱི་ཆོས་རྒྱལ། སྤྱན་འདྲེན། མངའ་རིས་ཀྱི་དང་ཆོས་རྒྱལ། ལྷ་བླ་མ་ཡེ་ཤེས་འོད་དང། ཆོས་རྒྱལ་ཁུ་ཡོན་ཆེན་ནི་ཡེ་ཤེས་འོད་དང་བྱང་ཆུབ་འོད་གཉིས། ཨེ་ནི། ཡེ་ཤེས་འོད་ཀྱི་སྐབས་ནས་ཇོ་བོ་རྗེས་ད་རྒྱ་གར་ནས་མཁས་པ་དེ་འདྲས་བླ་མ་ཚད་འདྲས་དེ་འདྲས་གདན་འདྲེན་ཞུ་ཡག་གི་འབད་རྩོལ་གནང་ཨེ་ནི་མཐའ་མ་དེ་བྱང་ཆུབ་འོད་ཀྱི་སྐུ་རིང་ལ་ཨེ་ནི་ཇོ་བོ་རྗེ་བོད་ལ་ཡར་ཕེབས་ཐུབ་པ་བྱུང་བ་ཡིན་པ་རེད། དངོས་རིག་སྟོད་དུ་ཕྱག་འཕེལ་བ་ན་ཕྱེ་ནས། ཕྱག་འཕེལ་བ་ན་སངས་རྒྱས་ཀྱི་བསྟན་པའི་དག་སྡེ་མཛད་པར་གསོལ་བ་བཏབ་པ་ལ་བརྟེན་ནས་མདོ་སྔགས་ཀྱི་གནས་ཐམས་ཅད་བསྡུས་ནས་ཉམས་སུ་ལེན་པའི་རིམ་པར་འགྲེལ་བ་གཞུང་བྱང་ཆུབ་ལམ་གྱི་སྒྲོན་མ་མཛད་པ་ལ་སོགས་པའི་སྒོ་ནས་བསྟན་པ་རྒྱས་པར་མཛད་དེ། དེ་ཡང་མངའ་རིས་སུ་ལོ་གསུམ། སྙེ་ཐང་དུ་ལོ་དགུ། དབུས་གཙང་གཞན་དུ་ལོ་ལྔ་ཡི་བར་དུ། བསྐལ་བ་དང་འདས་པ་རྣམས་ལ་མདོ་སྔགས་ཀྱི་གཞུང་གདམས་ངག་མ་ལུས་པ་བསྟན་ནས་བསྟན་པའི་སྲོལ། ནུས་པ་རྣམས་གསར་དུ་བཙུགས། སྲོལ་ཅུང་ཟད་ཡོད་པ་རྣམས་འཕེལ་བར་མཛད། ལོག་པར་རྟོག་པའི་དྲི་མས་སྦགས་པ་རྣམས་ལེགས་པར་བསལ་ཏེ་བསྟན་པ་རིན་པོ་ཆེ་དྲི་མ་དང་བྲལ་བར་མཛད་དོ། དེ་ལོ་རྒྱུས། དེ་བཀའ་གདམས་ཀྱི། ལོ་རྒྱུས་འཕྲོས་ཤ་ཞིག་ནང་ལོགས་ལ་ཡ། ཇོ་བོ་རྗེ།